བ་དེ་ཡིན་དུས། ང་ཚོས་གིས་འོག་སྒྲུབ་སྒྲིག་གི་ཡོད་ཟེར་ཡ་དེ་ཞུ་དགོས་ཡ་དེ་ག་རེད་ཟེར་ན་ད་ང་ཚོ་ལས་བྱེད་ནང་ལོགས་ལ་ཡ་ལྷན་ཁང་རེ་རེར་ལྷན་ཁང་ག་འདྲའི་ཆེ་ལ་ཨ་མི་རི་ཀའི་རོགས་དངུལ་ཐད་ཀར་ལེན་པ་ཡིན་ན་རོགས་ཐ་ལྷན་ཁང་སོ་སོ་སུ་དེབ་སྐྱེལ་གི་འོག་ལ་ལེན་དགོས་དགོས་ར་བ་དེ་ལེན་དགོས་དུས་འདི་ལི་ཡ་འཆར་གཞི་འབུལ་སྟངས་ར་བ Reporting བྱེད་སྟངས Monitoring བྱེད་སྟངས Evaluation བྱེད་སྟངས Accounting བྱེད་སྟངས་རྩིས་རྒྱག་སྟངས་ཆ་ཚང་གཅིག་ཁོ་རང་ཚོ་གི་འགྲོ་སྟངས་འགྲོ་སྟངས་མཐུན་པ་གཅིག་ང་ཚོ་བཟོ་ཐུབ་ངེས་ཀྱི་མི་དགོས་ཀྱི་ཡོད་རེད་མ་གཏོགས་གཅིག་གིས་མི་མ་བྱུང་བ་ཡིན་ན་ཨ་ནི་ང་ཚོ་དེ་ལེན་ཐུབ་ཡ་ཡོད་མ་རེད། མི་མ་སྦྱོང་བ་ན་ལག་གི་འདུག་མི་མི་སྦྱོང་བ་ཅི་ཡོད་མ་རེད་ད་ལྟ་ཁྲིམས་ལུགས་ཤིག་ཁྱེད་ཀྱི་མི་ལ་བ་ན་ལ་ཡ་གང་དུ་ཡོད་རེད་ད་ལྟ་གི་ཁ་ཡ་ནི་གི་གི་སྐད་ཆ་བཤད་གི་འདུག་ཏང་ཨུ་གི་ཁོ་རང་གི་མི་ལ་ཉན་འགྲོ་གི་ཡོད་མ་རེད་ག་རེ་ཟེར་པ་ན་ཁོ་རང་གི་གྲོགས་པོ་བོད་ཀྱི་ཐེབས་རྩ་ལ་བསམ་བློ་བཏང་ནས་གི་ཨ་རི་གཞུང་གི་དཔེ་ཆ་སྤྲད་པ་དེ་ཁ་ཐུག་གི་བོད་མི་སྒྲིག་འཛིན་ལ་ལ་ཡ་གི་འདོད་པ་མི་འདུག་མེད་པ་ཁོ་ཐག་ནི་རེད། གཟིགས་ཨ། ད་ལྟ་གནས་ཚུལ་འདི་བྱུང་བའི་སྐབས་ལ་བོད་ཀྱི་ཐེབས་རྩ་ཡིན་ན་སེམས་ཁྲལ་ཡོད་རེད། ད་བོད་མི་སྒྲིག་འཛུགས་ཚང་མ་ཁ་ཐུག་ལན་པ་ཡིན་ན་ཁོང་ཚོ་གར་བྱེད་ཡོང་བསམ་མེད། སེམས་ཁྲལ་ཡོད་རེད། བོད་ཀྱི་ཐེབས་རྩ། ཁོ་རང་བོད་ཀྱི་ཐེབས་རྩ་ལ་བསམ་བཏང་གི་འགྲོ་བ། ཁོ་རང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་རེད་ཡོད་བོད་མི་སྒྲིག་འཛུགས་གི་མཁན་ཕལ་ཆེ་དེ་ལས་ཀ་ལས་སྒོར་བ།

ད་ལྟ་བབ། བོད་ཀྱི་ཐེབས་རྩ་ལ་ནག་ནག་དང་ལྕགས་ལྕགས་ཅན་གྱི་ཆེད་མངགས་ཀྱི་བོད་མིའི་སྒྲིག་འཛུགས་ལ་དཔེ་ཆ་ཁ་ཐུག་ལེན་པ་དེ་འདྲ་མ་རེད་བ། ཨ་རིའི་གཞུང་ཡིན་པ་ཡིན་ནའང་བོད་མིའི་སྒྲིག་འཛུགས་ཀྱི་ཁེ་ཕན་ཆེད་དུ་ཁ་ཐུག་གི་སྤྲད་ཡག་གི་འདུག་པ་འདུག་བ། བོད་མིའི་སྒྲིག་འཛུགས་ཡིན་པ་ཡིན་ནའང་དཔེ་ཆ་ཁ་ཐུག་གི་རག་པ་ཡིན་ན་དཔེ་ཆ་མང་བ་རག་གི་འདུག་བ། བོད་མིའི་སྒྲིག་འཛུགས་ཀྱི་ཁེ་ཕན་ལ་བསམ་གཏོང་གི་ཡོག་རེད་མ་གྱིས།

སྤྲད་དགོས་ཡ་དེ་ཆགས་ཀྱི་ཡ་རེད། དེ་ཡིན་དུས་ཚང་པ། ད་ལྟ་ང་ཚོ་འདི་ཁོང་ཁེ་ཤོས་འདྲ་བོ་འདི་གང་མ་འོངས་པ་ང་རང་ཚོ་གི་སྒྲིག་འཛུགས་ནང་ལོགས་ལ་ནུས་པ་ཚན་ལྡན་གྱི་བཟོ་ཐུབ་པ་ཡིན་ན་ལང་ཀ་དེ་ག་རང་གང་འགྲོ་དགོས་ཀྱི་ཡ་རེད། འདི་འགྲོ་ཡ་གི་ཆེད་དུ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་སྔོན་རྩིས་ཚན་པ་ནས་བེད་རྒྱ་རྒྱག་གི་ཡོད་རེད་ན་གལ་སྲིད་སྔས་མ་ཡིན་ན USA ཨ་རིའི་བེད་རྒྱ་རྒྱག་གི་ཡོད་རེད་ད་ལྟ་ཡིན་ན་ཕྱི་སྲིད་ལས་ཁུངས་ཀྱི་བེད་རྒྱ་དེ་ག་རང་རྒྱབ་དགོས་ཀྱི་ཡ་རེད་བོད་མིའི་སྒྲིག་འཛུགས་ལ་ཁ་ཐུག་རག་ཐུབ་ཡ་གི། བྱས་ཙང་ཨ་རིའི་གཞུང་གིས་བོད་མིའི་སྒྲིག་འཛུགས་ལ་དཔེ་ཆ་ཁ་ཐུག་གིས་སྤྲད་ཡག་གི་འདོད་པ་འདུག་བ། ཡིན་པ་ཡིན་ནའང་དེ་བར་དུ་ནི་ཁ་འདྲ་མ་འདྲ་ཡར་ནི་སྤོ་ཅི་ཐེབས་ས་རྒྱུ་ནི་ལས་གི་འདུག་ད་པད་མ་ཚེ་རིང་སྐད་ཆ་བཤད་པ་ཡིན་ན། ང་ཚོས་དངུལ་ནི་སྤེལ་ཏེ་ཁྲིམས་ཐོག་སྒྲིག་གཞི་མཐུན་པའི་སྒོ་ནས་དེ་འདྲ་ཤེས་ཡ་སྤེལ་ག་ལ་ཁག་པོ་འདུག་ཁྲིམས་ཐོག་སྒྲིག་གཞི་མཐུན་པའི་སྒོ་ནས་ལེན་མ་ཐུབ་པ་ཡིན་ན་དེ་འདྲའི་དཔེ་དཀའ་ངལ་ཡོད་རེད་ཟེར་ནས་དེ་འདྲ་ཅིག་ལ་ཁ་གཡར་ནས་སྡོད་འདུག།

འདིའི་བར་གྱི་ལུགས་ངག་གི་རིང་ལ་ཁག་ཁུར་གྱིས་ཤིག་མི་འདུག་བ། དེ་འདྲ་ཡིན་པ་ཡིན་ནའང་ཞེས་ཀྱང་འདོགས་པ་མི་འདུག། བ་ཡིན་ན།
མ་འོངས་པར་ང་ཚོས་ཀྱིས་ཁོ་ཚོའི་གྱི་འགྲོ་སྟངས་གཞི་བཟུང་བྱས་ནས་བྱེད་མ་ཐུབ་པའི་གནས་སྟངས་བྱུང་བ་ཡིན་ན་རྩ་དངོས་གནས་ལོ་ངོ་འགའ་ཡོང་གི་རེད། དཔེ་ཆ་ཚོའི་ལས་ལ་དེ་འདྲ་གི་ད་ཆི་ཁའི་བ་ཕྲུག་ལུས་ཤིང་ཁ་དེ་འདྲ་དགོས་གི་འདུག་དེ་ཚོའི་དཔེ་དཀའ་ལས་ཁག་པོ་འདུག་ཟེར་ནས་གི་གི་དཀའ་ལས་མེད་རྒྱུག་ཅིག་ལ་ལས་ལྷ་ཞུགས་ཅིག་ལ་ཁོ་རང་དཀའ་ལས་ཁག་པོ་ཞུགས་ཀྱིས་ཐོག་གི་འདུག་བ།

པོ་ཆེ་ཐེབས་རྩ་གི་ཁེ་ཕན་ཡིན་ལ་བསམ་ཐོག་དེ་དེ་ཡོད། མང་གཙོའི་འགྲོ་སྟངས་མི་ཤེས་མཁན་གྱི་ལས་པ་རྒྱུག་ཁུལ་ཁག་ཅིག་སྤེན་པ་ཚེ་རིང་ཡིན་པ་ཡིན་ན་ང་ཚོས་ཆབ་སྲིད་ཀྱི་འོས་ཁྲི་ལ་བདམས་ཚར་རེད་དེ་འདྲ་ཡིན་པ་སོང་ཙང་སྤྱང་རྒྱུ་ཞིག་ན་འགྲིག་གི་ཡོད་མ་རེད་དེ་འདྲ་ལ་ཁྱེད་ཀྱི་བསམ་བློ་གཏོང་མཁན་དེ་འདྲ་འདུག་ཨ་དེ་དག་མ་རང་བ། མང་གཙོའི་ནང་ལུགས་འདི་གི་སྤྱི་བཏང་གི་འོས་ཁྲི་དེ་ཚོ་ཡིན་པ་ཡིན་ན་ལྷག་པར་དང།